དགེ་བའི་བཤེས་གཉེན་ཅན་མ་བྱས་ན་དངོས་གནས་འཁོར་བར་འགོག་པ་རྒྱུ་མཚན་ཁྱོད་ནི་མེད་དགོས་བདེན་པ་ར་སྤྲོད་ཁྱོད་ནི་མེད་དགོས་དང་རྒྱལ་མི་གསོ་བ་དང་བས་ན་ཅི། དེ་ལ་བདེན་པ་ར་སྤྲོད་ཁྱོད་ནི་བྱས་མི་སྦྱོར་རོ། ཨོ་དེ་འདྲའི་ཕྱིར་ནི་སྐད་ཆ་བཤད་པ་དེ་ལས་སླ་པོ་གཅིག་གིས་བས་ན། ནམ་མཁའ་གཡའ་དག་དང་ས་གཞི་རྡུལ་དག་བས་ན་ད། ཆ་མཐུག་པ་འདི་ངའི་རྩ་བ་རྙེད་ན་འཁོར་བར་ངོས་ལེན་བྱེད་ཀྱི་མེད་ད་ཅི་སྟངས་བས་ན་བཙན་བྱོལ་བས་ན་ང་རང་ཚོ་གི་བོད་མི་སྒྲིག་འཛུགས་ལ་བྱོལ་བ་དེའི་ནང་དུ་ད་ཅི། ཕྱག་ལས་གནང་མཁན་དེ་ཚོ་ཚང་མ་དངོས་གནས་འཁོར་བར་ཅི། བདེན་པ་དང་དྲང་པོ་ལ་དངོས་གནས་དྲང་པོའི་ལམ་ལ་འགྲོ་གི་མེད་པ་དེ་ཡང་གསལ་བོ་ཞིབ་ཅིག་ཆགས་ཚར་ད། དེ་འདྲ་སོང་དང་དེ་ང་ཚོ་གསང་བ་ཉིད་ནས་གོ་ལ་ལས་སླ་པོ་ངོ་ཤེས། དགོས་པ་རྒྱུ་མཚན་ཁྱོན་ནས་མེད་དོ་སྔོན་ནས་ཁྱོད་ལ་སྒྲུབ་བྱེད་ཚད་མ་ཁྱོན་ནས་མེད་པའི་སྒོ་ནས་རྒྱ་མི་གསོ་བ་དང་ཐུག་པར་ལབ་དོ་དེ་ཁོ་རང་དངོས་སུ་ཐུག་པ་ཤེས་སོང་བ། རྒྱ་མི་གསོ་བ་དང་ཐུག་ལ་ཟེར་ནི། དེ་འདྲ་སོང་ཙང་ད་རྒྱ་མི་གསོ་བ་དང་ཐུག་པ་དེ་སུ་མཐོང་བ་རེད། ད་དེ་ཚོ་ག་ཅིག་ན་མ་དེ་གྲོས་ཚོགས་རྣམས་ལ་གསུང་དགོས་དེ་འདྲ་ཟེར་ནི། གསུམ་ལ་དེ་འདྲ་སང་ད་ལྟ་ཅི། དགེ་བཤེས་སྨོན་ལམ་དོན་རྒྱ་ལ་ད་ལྟ་བར་དུ་ངོ་ནས་འཁོར་བ་ཧ་ལས་ཀྱི་བས་ན་མིང་ཅི་ངན་པ་དེ་གལ་ཆེ་ལ་ངོ་ནས་ཀྱི་དམིགས་བསལ་བས་ན་ད་ང་རང་ཚོ་གར་བོད་མི་སྒྲིག་འཛུགས་ཆོག་ན་གང་ཡང་མི་འདུག་བ་དེ་ལ། ནང་པ་གཡའ་དག་དང་བས་ན་ས་གཞི་དུས་རྟགས་ཆགས་ཚེ། ནང་པ་གཡའ་དག་ག་འདྲི་ཚེ་ཆགས་དགོས་རེད་ས་གཞི་དུས་རྟགས་ག་འདྲི་ཆགས་དགོས་རེད། དུས་ད་འདྲ་དག་ཡོད་མ་རེད། ནང་པ་ད་འདྲ་བས་ན་གཡའ་དག་ཡོད་མ་རེད། དེ་བཞིན་སྨོན་ལམ་ཐོག་ཁྱེད་ལུང་མ་ནས་ཁོ་ར་དྭགས་ཀྱི་ཁུངས་རྒྱ་ར་དྲུག་རྒྱ་མི་གསོ་བ་དང་ཕལ་ཆེར་འབྲེལ་བ་ཡོད་རེད་མདོག་མདོག་བས་ནས་སྐད་ཆ་བཤད་པ་དེ་ལ། བས་ན་གྲོས་ཚོགས་ནང་བས་ན་ལབ་གཉིས་དེ་ཚོས་ཚང་མ་དགོངས་དག་ཐུགས་ནས་ཞུ་དགོས་ཀྱི་རེད། ན་དྭགས་ཀྱི་ནག་ཉེས་པ་བས་ན་དྭགས་ཆད་པ་བཅད་དགོས་བརྗོད་རེད་འཛམ་བུ་གླིང་གི་བས་ན་འབྲོག་ཐང་དུ་དབང་དུ་བྱས་པ་ནི་མི་བྱེད་བས་ན་རྒྱ་མི་གསོ་བ་རེད་རྒྱ་ཁབ་ལ་སྐྲག་ཀྱི་ཡོད་གྲོས་ཚོགས་ཀྱི་ནས་གྲོས་ཚོགས་ནང་ལ་ཡ་ཀྱི་ཀྱི་ནས་བཀའ་ཤག་གི་ཡི་གེ་ནས་བཀའ་ཤག་གི་ཡི་གེ་ནི་ག་རེ་ཧ་ལས་རྒྱུ་རེད། དཀར་ཆག་མིང་ཙམ་གྱིས་མ་གཏོགས་དཀར་ཆག་གི་ལས་ཀ་བྱེད་ཀྱི་མེད་པ། དཀར་ཆག་གི་ནང་ལ་དངོས་གནས་དཔུང་སྒྲིག་བྱས་ནས། ད་ངས་ལབ་བསྡད་ན་མ་གཏོགས་དེ་འདྲའི་མདོ་སྟོད་ཀྱི་སྐྱོན་འཛུགས། ནང་མིའི་སྐྱོན་འཛུགས་བྱེད་ཡ། ལས་འགུལ་སྐར་མ་ལྔ་བཅས་སྤེལ་ཡ་མེད་པ། མུ་གོ་ས་ནང་གི་ནོར་སྲིད་དེ་ནི། རྒྱ་མིའི་སོ་བ་ཡིན་པ་བརྟག་དཔྱད་བཏང་ནས་འགྲོ་བསྡད་ཡ་མ་གཏོགས་བོད་ལ་ང་ཚོ་གིས་དངོས་གནས་ཁོ་རང་ཧ་ལས་ཀྱི་བོད་ནས་སྐུ་ངལ་ཆེན་པོ་འཕྲད་དང་སྤྲད་བཞིན་པ་དེ་ལ། ཁ་ནམ་བསྡད་འགྲོ་བ་ཁ་ནམ་བདག་ནས། སྤེན་པ་ཚེ་རིང་ཁོ་རང། གར་བསྐྱེད་དུ་བསྐོས། ནང་ལ་དགྲ་རྒྱག་ཁུངས་ཅན་ཨང་དང་པོ་རེད། བོད་ལ། འདི་གི་ནང་ལ་ང་རང་ཚོ་བོད་རིགས་སྤུན་ཟླ་དེ་ཚོ་ལ་ག་ཚད་ཅིག་ཉན་གི་འདུག། དེ་ཚོ་ལ་དཔེ་ཆ་སྐབས་ཤ་སྐབས་བཅུ་དྲུག་པ་དང་ང་ཚོ་ག་རེ་བྱེད་བོད་མི། ང་ཚོ་རྩ་བ་ཉིད་ནས་འཁོར་བའི་ལས་སླ་པོ་དེ་འདྲས་སུ་བས་ནས་ཁས་ལེན་བྱེད་རྒྱུ་ཡོད་མ་རེད་ད་མངོན་སུམ་བྱེད་རྒྱུ་ཡོད་མ་རེད། ང་ནི་རྩ་བ་ཉིད་ནས་འཁོར་བའི་མེ་ཏོག་ནང་ལ་སྐྱེས་ཡ་ནམ་མཁའ་ཡ་དང་ས་གཞི་རྡུལ་དང་དེ་འདྲས་ལས་སླ་བོ་ག་བ་ཡོད་རེད། མི་ཁྱོད་ལ་བས་ན་རྒྱ་མིས་སོག་པ་རེད་ལ། སྒྲུབ་བྱེད་ཚེ་ཆོས་ནི། འོ་ད་དེ་འདྲ་བྱས་པ་དེ་གར་སྐྱེ་བ་ལ་དོ་བོད་མིར་སྒྲུབ་ཚུལ་ལབ་ན་རེ་ད་བཙན་བྱོལ་གཞུང་ལ་ཉེས་སྤྱོར་ར་སྟེ། ཡོད་པ་མ་གཏོགས། ཅེས་གྲོས་ཚོགས་ཚོགས་པ་ཙམ་ལ་མ་བབ་དང་དངོས་གནས་ཁོ་ར་སྐྱེས་ནས་ཆོལ་ཁ་སུམ་ཆ་ལ་བས་ན་ཅིག། འདྲ་མཉམ་གྱི་བས་ན་ཐོབ་ཐང་མེད་པ་དེ་སེམས་རེད། འདོད་འདོད་ཀྱི་སྤྱི་འཐུས་རྣམ་པ་དེ་ཚོ་གྲོས་ཚོགས་ནང་ལ་ཞུགས་པ་ཙམ་ལ་མ་གཏོགས་ཁོང་ཚོ་གི་རྩེད་མོ་རྩེ་ས་ཁོང་ཚོ་གི་ནང་མི་སྐྱོང་ཚུལ་བྱེད་ས། གཏོང་གི་ཡོད་རེད།

གཞན་དག་ཏུ་འཇིགས་ན་ཁའི་སྒོ་མ་རེད་བདེན་པ་ཐམས་ཅད་ཕྲ་མོ་འཕྲོ་འཇལ་གྱི་མ་གསུངས་དགོས་རེད། རྒྱ་མི་གི་སོ་བ་ཡིན་ན་རེད་རྒྱ་མི་གི་ཅུང་ཙག་ཡིན་མེད་རེད་རྒྱ་མི་དོ་དཔེར་ན་ཁ་རེད་ད། མི་དཔེར་ན་ཉི་མ་གཅིག་དཔེར་ན་ཟ་ཁང་གཅིག་ན་སླེབས་པའི་གོ་ཚོད་དེའི་ཟ་ཁང་གཅིག་དང་ལ་དཔེར་ན་མི་གཉིས་དཔེར་ན་དུས་མཉམ་དུ་སླེབས་པ་ཙམ་གྱི་དཔེར་ན་སོ་བ་ཡིན་པ་ངོས་འཛིན་བྱེད་དགོས་བྱུང་ན། ངོས་ལས་མེད་སླ་ཡིན་ད་ང་ནི་དཀོན་མཆོག་ལ་སོགས་བོད་མིའི་སྒྲིག་འཛུགས་ལ་ཉེས་སྤྱོད་ལ་དེ་ལ་ཕྱོགས་རུང་པ་བདེན་པ་དང་དྲང་པོ་ཡོད་པ་དེ་ངས་རྩ་བ་ཉིད་ནས་ཁོ་ལ་ཡིད་ཆེས་བྱེད་ཀྱི་མེད་ད། དངོས་གནས་ཁོ་རང་གཅིག་ཐོབ་ཐང་འདྲ་མཉམ་ཡོད་པ། ཆོལ་ཁ་གསུམ་ཆ་གས་བལ་ནས་སྤྱི་འཐུས་ལ་ངོས་ནས་གུས་ཞབས་དང་བརྩི་བཀུར་འདྲ་མཉམ་ཡོད་པ་དེ་ངས་རྩ་བ་ཉིད་ནས་ཁོ་རང་མཐོང་མེད་ད། ངོས་ལས་མཐོང་དེ་འདྲ་སོང་ད་ད་ཅིག། ནང་པ་ཡག་དག་དང་ས་གཤིས་བསྡུས་དག་ལ་ཡང་སྦྱོར་བ་དེ་རྩ་བ་ཉིད་ནས་ཁོ་རང་ངོས་ལས་མེད་སླ་ཡིན་ད། འོ་དེ་འདྲ་བྱས་པ་དེ་ལ། དེ་བྱས་མ་གིས་དངོས་གནས་ཁོ་རང་མིང་ཆེས་ངན་པ། རྒྱ་མི་སོག་པ་དང་འབྲེལ་བ་ཡོད་ཀྱང་མི་ཚང་མས་དཔེར་ན་དོགས་པ་བསགས་དགོས་ཡ། དེ་འདྲའི་རྐྱེན་ནི་དགེ་བཤེས་ལ་ཞུ་དགོས་བྱུང་ཡོད་རེད། འབྲེལ་བའི་འཇིག་རྟེན། སྐྱག་པ་ཀོན་པོ་བཀའ་ཤག་ཁྱོད་ཚོ་བཀའ་ཤག་གི་ཡི་གེར་ག་རེ་ཧ་ལས་རྒྱུ་ལ་ཇོ་རུ་འབོ་ལ་སོང་ཨ། བཀའ་ཤག་གི་ཡི་གེ་ལ་ཡིད་ཆེས་རྩ་བ་ནས་མེད་ད་ནང་དུ་ལྡིང་མཁན་གྱི་མི་ཐུགས་སུ་ལྟ་དང། མགོ་མེད་ཀྱང་ལྕུག་མེད་རྒྱོབ་རྐྱང་རེད་དོ་དེ་རྣམས་ལ་ག་རེ་བྱེད་རྒྱུ་བེད་འདུག། བཙན་བྱོལ་གཞུང་འདི་དངོས་གནས་ཁོ་ར་ག་ལ་ད། བྱུང་བས་ན་ལབ་བདེ་ན་མ་བདེ་བ་མི་བལྟ། མི་ཁ་ཤས་ཀྱི་སོ་སོ་གི་བས་ན་ཁྱིམ་ཚང་ཡིན་པ་ནང་ག་བ་བེད་སྤྱོད་བཏང་ན་བཏང། ཁ་ལ་འགོག་དང་འཇུག་གང་ཡང་ཡོད་མ་རེད། ཁྲིམས་དང་སྒྲིག་གཞི་གང་ཡང་ཡོད་མ་རེད། ང་ཚོ་དེ་ལ་རྩ་བ་ཉིད་ནས་ངོས་ལེན། ནང་པ་ཡག་དག་དང་ས་གཞི་བས་ན་ས་གཞི་དུས་ཐག་ཆགས་ཡོད་པ་དེ་ང་ཚོ་ངོས་ལེན་མི་བལྟ། རྩ་བ་ཉིད་ནས་ངོས་ལེན་མི་བལྟ།

ཀྱིས་རྒྱལ་ཁབ་ཀྱི་ཚབ་བྱས་ནས་འགྲན་སྡུར་བྱས་ཡག་ཏུ་བཅུག་འཛམ་བུ་གླིང་གི་འགྲན་སྡུར་བྱས་ཡག་གི་གོ་སྐབས་དེ་ང་རང་ཚོ་ལ་ཡོད་མ་རེད་དེ། གལ་སྲིད་ང་རང་ཚོ་ལ་དངོས་གནས་ཁོ་རང་རྒྱལ་ཁབ་དང་རང་བཙན་ཡོད་པའི་དབང་དུ་བྱས་པ་ན་འཛམ་བུ་གླིང་དང་བོད་ནང་འདྲ་འདྲ་མཉམ་མཉམ་ང་རང་ཚོ་ངོ་ནས་ཅིག་རྩེད་མོ་གང་གི་ཐོག་ནས་ངོ་ནས་ཅིག་འགྲན་སྡུར་བྱས་ཡག་ལ་ངོ་ནས་ང་རང་ཚོ་ལ་རིག་པའི་རྩལ་དང་ཤེས་རྩལ་ཡོད་པ་དེ་ད་ལྟ་ང་ཚོ་ད་པད་མ་ལགས་ནས་ང་རང་ཚོའི་བུ་མོ།

ཡིན་ན་ཡང་བོད་པའི་རྒྱ་དར་གནམ་ལ་དེངས་བྱས་ན་དངོས་གནས་གོ་ར་སྐྱེ་ཡ་ཧི་མ་ཅལ་བོད་ན་ད་ལྟ་མངའ་སྡེ་ཡོད་ར་དེའི་མངའ་སྡེ་ཁོངས་ནས་བོད་ན་རྩེད་མོ་འགྲིག་འདུག་དེའི་ནང་དུ་བོད་ན་འཛུལ་ཞུགས་འགྲོ་ཡ་གི་བོད་ན་གོ་སྐབས་རག་པ་དང། འཛུལ་ཞུགས་བོད་ན་བྱེད་ཐུབ་ཡ་གི་བོད་ན་རིག་པའི་རྩལ་དང་བོད་ན་སྐྱེ་ཡི་རོ་ཤེས་པའི་རྩལ་དེ་ཡོད་པ་ཙམ་གྱིས་ང་ར་ཚོ་དངོས་གནས་གོ་ར་སྐྱེ་བོད་རིགས་སྤུན་ཟླ་ཚང་མ་དངོས་གནས་སྤྱི་སྤོབས་པ་སྐྱེ་དགོས་ཡ་རེད་དེ། ཁ་ལེགས་ངོ་ནས་ད།

དེ་ནི་སྤྱི་བཏང་ད་ལྟ་རྒྱ་གར་གཞུང་དེ་ཧ་ལས་ཀྱི་བཀའ་དྲིན་ཆེན་པོ་རེད་དེའི་ནང་ནས་ཧི་མ་ཅལ་པར་དེ་ཞིག་ང་རང་ཚོ་དངོས་གནས་ཆོས་རིག་ཧ་ལས་མེད་ནས་བརྗེད་ཐབས་མེད་པའི་བཀའ་དྲིན་ཅན་གྱི་བོད་ནས་མངའ་སྡེ་དེའི་ཁོངས་ནས་དེ་ནི་ང་རང་ཚོ་པད་མ་ལགས་ལས་ནས་ང་རང་ཚོ་བོད་པའི་བུ་མོ་དེ་དངོས་གནས་ཀྱིས་ཁུ་ཚུར་གནོན་ཡག་གི་བོད་ནང་འགྲན་བསྡུར་བྱས་ནང་འགྲན་བོད་ནང་འཛུལ་ཞུགས་གནང་བྱས་ནས་རོ་ཧི་མ་ཅལ་པར་དེ་ཞིག་གི་བབ་ཕྱོགས་ནས།

རྒྱལ་བ་ཡོང་གི་རེད་ཕམ་པ་ཡོང་རེད་རྒྱ་ཕམ་ལ་ཉེ་དེ་རྩེད་མོ་གི་རྣམ་གཞག་རེད་རྩེད་མོ་གི་ཆོས་ཉིད་རེད་གཅིག་རྒྱལ་གི་རེད་གཅིག་ཕམ་གི་རེད་དེ་ཧ་ལས་རྒྱུ་ཡོད་མ་རེད། ཡིན་ན་ཡང་ཧི་མ་ཅལ་མངའ་སྡེ་དེའི་ནང་ལ་དཔེར་ན་མི་སྟོབས་ནག་དེ་ཚོས་ཡོད་དེའི་ནང་ནས་བོད་པའི་བུ་མོ་གཅིག་ཡར་དཔེར་ན། དཔེར་ན་འདེམས་སྒྲུག་བྱས་ནས་དེ་ནས་ཧི་མ་ཅལ་པ་དེ་གི་ཕྱོགས་ནས་དངོས་གནས་གཅིག་ད་ལྟ་དེའི་ཁུ་ཚུར་ནུས་ཡག་གི་དཔེར་ན་རྩེད་མོ་འགྲན་བསྡུར་ནང་དུ་འཛུལ་བཞུགས་གནང་ཐུབ་པའི་རེ་བ་འཛུལ་བཞུགས་གནང་ཐུབ་པ་དེ་ཙམ་གྱིས་ང་རང་ཚོ་བུ་རིགས་སྤུན་ཟླ་དངོས་གནས་བཙན་བྱོལ་ནང་དུ་ཡོད་པའི་བུ་རིགས་སྤུན་ཟླ་བོད་ནང་དུ་ཡོད་པའི་བུ་རིགས་སྤུན་ཟླ་ཚང་མ་དངོས་གནས་གཅིག

གནང་ཐུབ་པ་དང་དེ་ཙམ་གྱིས་བོད་ལ་ཅི་ནུས་པ་ཡོད་པ་དང་ཤེས་ཚད་བརྟན་ཕྱིན་ལ་ང་ཚོས་འཛུལ་ཞུགས་གནང་བ་དེ་ཙམ་གྱི་སྒོ་ནས་ཧ་ལས་ཀྱི་ང་ཚོའི་ངོས་ནས་ཅིག་སྤོབས་པ་བསྐྱེད་དགོས་ཡ་བྱས་དང་ང་ཚོའི་ངོས་ནས་སེམས་ལ་དགའ་བ་བསྐྱེད་དགོས་ཅིག་བྱུང་ཟེར་བ་དེ་སོང་ཙང་ཧ་ལས་ཀྱི་ཡག་པོ་རེད་དངོས་གནས་ཧ་ལས་ཀྱི་ཡག་པོ། དེ་འདྲ་སོང་ཙང། ཨེ་ནས་མོ་རང་ད་ཅིག་རྒྱལ་ཁ་ཐོབ་མ་སོང་ད་ང་ཚོ་གིས་ཅིག་མོ་ལ་རྒྱལ་ཁ་ཐོབ་ན་བསམ་ས་འདྲ་བོ་ཅིག་མགོ་ནས་མཇུག་བར་དུ་ལྟ་བསྡད་འདི་མོ་རང་གི་དངོས་གནས་བསམ་ན་ད། ཅེས་མོ་རང་ད་ཡོད་ན་མེད་ན་ད་ཆ་ཚང་དངོས་གནས་སོང་ཅེས་ཐབས་ཆེ་གང་དྲག་ཐོག་ནས་ད་ང་ཚོ་ཧི་མཱ་ཅལ་མངའ་སྡེ་དེ་ལ་ཅེས་རྒྱལ་ཁ་ཐོབ་ཡག་གི་ཐབས་ཤེས་བྱས་སོང་འགྲོ་བ། ཡིན་ན་ཡང་ད་རྒྱལ་ཁ་ཐོབ་ཡོད་མ་རེད་དེ་ནི་རྩེད་མོ་ལ་ཉེ་དེ་དངོས་གནས་གོ་ར་ཅིག་རྒྱལ་ཕམ་ལ་ཉེ་དེ་རྩེད་མོ་གི་ཆུ་ཉིད་རེད་དེ་ལ་དངོས་གནས་སེམས་ཁྲལ་བྱེད་དགོས་ཡོད་མ་རེད་དེ་ནི་ང་ཚོ་དངོས་གནས། བཙན་བྱོལ་ནང་དུ་ཡོད་པའི་བོད་རིགས་སྤུན་ཟླ་ཡིན་ན་བོད་ནང་དུ་ཡོད་པའི་བོད་རིགས་སྤུན་ཟླ་ཚང་མས་དངོས་གནས་ཁོ་རང་ཕྱོགས་ནས་ཨནེ་བུ་མོ་པད་མ་ལགས་ལ་དངོས་གནས་ཁོ་རང་སྙིང་ཐག་པ་ནས་ཐུགས་རྗེ་ཆེ། ང་རང་ཚོ་བོད་པའི་རྒྱ་དར་འདི་དངོས་གནས་ཁོ་རང་གནམ་ལ་དྲངས་ཕྱིན་རོལ་བ། དེ་སོང་ལ་ཐང་ཅིག་བོད་པའི་གི་བུ་མོ་ལ་དངོས་གནས་ཅིག། ཤེས་ཚ་དང་རིག་ཚན་མེད་པ་མ་རེད་རྒྱ་ཁབ་མེད་པའི་རྒྱུ་མཚན་ལས་དེ་ནས་ང་རང་ཚོ་རྒྱ་ཁབ་གི་དངོས་གནས་ཅིག་མིང་ཁས་ཅི་ནས་ཨནེ་འཛམ་བུ་གླིང་གི་བེད་ན་རྩེད་མོ་འཛུལ་ཞུགས་རོལ་བ། འགྲན་བསྡུར་ཆེ་མཐོང་ནང་དུ་འཛུལ་ཞུགས་བྱས་ཆོག་གི་ཡོད་མ་རེད་མ་གཏོགས་ང་ཚོ་དངོས་གནས